འཇིག་རྟེན་དཔའ་ཡི་རྣམ་གྲོལ་ལ་འབར་ཆད་མེད་ལ་མགོ་རིལ་གྱི་བཞི་ཚོགས་ར་སོ་གོང་ན་འོང་དང་སྤྱོད་ཡུལ་ལོ་ཞེས་པའི་སྐབས་ནས་བསྟན་པས། འཇིག་རྟེན་པའི་གོ་འཕང་སུ་གྱུར་པའི་གྱི་རྡོ་སྙོན་ལ་སྐོར་དགུ་ཕྱེ་བའི་གྱི་རབ་ཏུ་དབྱེ་བའི་གནས་སྐབས་ན་ཆེན་པོའི་སྐོར། ནི། དགའ་བ་འདུས་པའི་གྱི་ཚེ་ན་འབྲིང་གི་སྐོར། ནི། སྤྱོད་པའི་གྱི་ཚེ་ན་གསུམ། གང་ལྟར་མ་ལྟར་འདིས་འཇིག་རྟེན་པའི་གོ་འཕང་སུ་གུས་པའི་གིས་འདོད་ཉོན་ལ་གོ་གོ་གོ་གོ་རེད། གོམས་པའི་ལམ་ནི་བདམས་ཉིད་དེ་ཤེས་པའི་གིས་འཇིག་རྟེན་པའི་གོས་གོ་ལང་གོ་ལང་མ་ཡིན་སུ་གི་ཡོ་རི་ད་པན་ཆེན། ཨ་ནི་འཇིག་རྟེན་པའི་གིས་གོ་ལང་གོ་ལང་ཡིན་ལབ་པ་ཡིན་པ་ན་ཨ་ནི་འཇིག་རྟེན་པའི་གིས་མཐོང་ལང་ཡང་ཡོད་པ་ར་ཐལ་འགྲོ་གོ་རེད། ཨ་ནི་པན་གིས་པན་གལ་སེ་ངེ་འདི་འདི་ཁབ་ཏུ་དུ་བ། འཇིག་རྟེན་པའི་གོ་འཕང་སུ་གུས་པའི་གུས་འདོད་ཉོན་ལ་གོ་དགོས་སོ་ཟེར་བ་དེ་འདི་རེད་ད། ད་ལྟ། མཚན་ཉིད་སོ་སོའི་རིག་པ་ཡིད་བྱེད་དང་མཚོན་དོན་དུ་གུས་པའི་ཡིད་བྱེད་ནི་ལས་དང་པོའི་གནས་སྐབས་ཀྱི་རེད། ས་མཐོན་པོར་རྒྱུ་བའི་ཚེ་ད་ལྟ། སྒར་སེ་འོ་རེ། སེར་ཁྲི་ནང་ལ་གསུང་བྱ་བ་དེ། ས་མཐོན་པོར་རྒྱུ་བའི་གི་ཚེ། ཉོན་མོངས་དེ་ལ་སེམས་སྡུད་ཐུབ་དགོས་ཡོད་རེད། ཉོན་མོངས་ལ་ཕ་དབང་འགྲོ་དགོས་ཡོད་མ་རེད་ད། ལས་དང་པོའི་གནས་སྐབས་ན་འཁོར་བ་རྣམ་པའི་རང་དབང་མེད་པ་འདིས་ཆོག་ལ་འགྲོ་གུ་ཡོད་རེད། དཀའ་ཐུབ་གུ་ཡོད་མ་རེད། ས་དུམ་བུར་གྱུར་པའི་གི་ཚེ་ན་ཁོ་བོ་མ་བཟོད་ན་ཕ། དབང་ཆ་མ་བཟོད་ན་ཕ། གནོད་ཐུབ་གུ་ཡོད་རེད། ས་དུམ་བུར་གྱུར་པའི་གི་ཚེ་འདོད་པའི་སྲིད། ཨ་ནུའི་དཔལ་གྱི་ངོ་བོར་གྱུར་པའི་གི་འདོད་སེམས་ཡོད་པ། ཆོས་མངོན་པ་ནི་ཡང་ནས་ཡང་དུ་ཤེས་པས་བྱས་ཟིན་གི་ས་དུམ་བུར་གྱུར་པའི་སྐད་ཆ་རེད། ཨ་ནི་ད་ལྟ་འདི་ཁ་བརྡུ་དེ་ལ། འདི་བྱེད་པ་ཡིན་པ་ནི་འདི་ནི་སྡུག་ཀུན་གཉིས་སྤང་བྱ་དང། ཨ་ནི་འགོག་བདེན་དང་ལམ་བདེན་གཉིས་པོ་འདི་ལ་སྤང་བྱ་ལྟ་བས། ཨ་ནི་རྒན་རིན་པོ་ཆེ་གིས་དཀའ་ངལ་འཕྲད་ཀྱི་འདུག་ན་འདིའི་ཁབ་ཏུ་འདི་ནས་འདི་ནས་གསུངས་གནང་འདུག་ཨ་ནི། ཨ་ལི་སྟེ་སྟེ་གོ། དཔེར་ན་ཆེ་ཡང་ལྟ་བུ་ཡིན་པས་ན་འཇིག་རྟེན་གྱི་འཇིག་རྟེན་པའི་གོ་འཕང་སུ་དགོས་པའི་གི་འདོད་ཉོན་དྲུག་པ་གཙོ་བོ་སྤང་བྱ་གཅིག་ཡོད་རེད་ཕྱི་མོ་ཡིན་པས་ན་འདོད་ཉོན་དགུ་པ་ལ་གཅིག་ཡོད་རེད། སྐྱེ་བ་ཡིན་པས་ན་ཨ་ནི་གོང་སོ་གོང་མ་ལ་ཞི་བ་འོག་མ་ལ་རགས་པ་ཞེས་པའི་གི་གོང་མ་དེ་ཨ་ནི་འགོག་བདེན་དང་ལམ་བདེན་གཉིས་ལ་བཞག་གནང་འདུག་ཨ། འོག་སོ་ཞེས་པའི་གི་འོག་སའི་ཨ་དེ་གི་ད་སྡུག་གུ་གཉིས་ལ་སྤང་བྱ་ལྟ་བ། དང། འདོད་པ་ལ་སྤང་བྱ་ས་དང་པོ་ལ་བླང་བྱ་ལྟ་བ་ཡིན་པ་ནས་དེ་ནི་འཕགས་པ་རེད་ཁོ་ཚོ་འཕགས་པ་ཡིན་པ་ཡིན་དུས། ཨ་ནི་ཁམས་གསུམ་མེ་དོང་ནང་ཞིག་ལྟ་གི་ཡོད་རེད་གང་ག་ལ་སྐྱེ་བ་ལན་ཡག་གི་འདི་ཡོད་མ་རེད། མཐའ་གཅིག་ཏུ་སྤང་བྱ་ལྟ་གི་ཡོད་རེད། ཨ་ནི་གོང་མ་ཅི་བལྟས་ན་འགྲིག་གི་མི་འདུག་བ་གོང་མ་ཐོ་འདོད་པ་ནི་སྲིད་རྩེ་བར་དུ་གང་ག་ཁོ་བོའི་གནས་ཤ་སྟག་རེད་དེ་ཡོད་རེད་མེ་དོང་ནང་ཞིག་གཟིགས་བསྡད་ཡོད་རེད། ཨོ། ངས་ཁ་བསྡུས་ད་ལྟ་བཤད་དེ་འདི་ཡིན་ད། མཚན་ཉིད་སོ་སོའི་རིག་པ་ཡིད་བྱེད་ཤེས་པའི་ཀྱི་མཚན་ཉིད་དེ། འདོད་པ་ལ། མཐའ་གཅིག་ཏུ་བསམ་གཏན་དང་པོ་ལ་འདོད་དེ་སྐྱོན། ཨཱ་ནི། ཞི་བ་དེ་བསམ་གཏན་དང་པོ་དེ། ཨཱ་ནི། འདོད་པ་ལ་འདོད་དེ་ཞི་བ་ཡོན་ཏན་བརྟག་དགོས་རེད། དེ་ལྟ་ངན་དེ་ཕལ་ཆེ་བ་ཕྱི་རོལ་པ་རེད་མ་གཏོགས་གཅིག་གི་ད་ལྟ་དེ་ཚོ་ཡོད་མ་རེད་འཕགས་པ་ཡོད་མ་རེད། འདི་སྐབས་ལ་དགོད་དགོས་སོ། གལ་ཏེ་བགྱིས་པ་ཡིན་པས་ན་དོན་ཉོན་དང་དོན་ཉོན་མངོན་འགྱུར་བ་གང་སྤངས་ཀྱང་གང་ཟག་གི་བདག་འཛིན་སྤང་དགོས་པ་སྔར་བཤད་ཟིན་པ་ལྟར་རོ་འདི་འོག་ལ་བདག་རང། དེ་ནས་ཁྱབ་པ་ཆེ་འུག་འུག་ཏུ་སེང་གེ་དཔེ། རྒྱན། ཆོས་དཔེ་ཀྱི་ལན་བརྒྱ་སྟངས་འདི་ཚོ་འདིར་རོ། ཁ་བསྡུ་ཚིག་འདི་ཚོ་དྲངས། འདོན་དགོས་ཡོད་མ་རེད་འདོན་ད་ཁོ་འདི་ལབ་བསྡད་རེད།

འདོད་པའི་ས་ལ་རོ་མཉེས་ཏེ་སྐྱོ་བས་ན། ལ། ཐིག་ཚོགས་ཀྱིས་མཉེས་པར་བྱས་པའི་དེའི་དེ་ཉིད་ལ་ཡུལ་ཡུངས་འབྲིད་པར་བྱས་པ་གཙོ་ན་སྒོ་བཞི་མ་ཡིན་གྱི་སྒོ་ཡིན་པ་ཅི་ཞིག་འགལ་ཨོ་གྱི་དེར་བ། སྒོ་བཞི་མ་ཡིན་པ་ཅི་ནི་གལ་སྲིད་སྒོ་ཡིན་པ་འགལ་གྱི་ཡོད་ན། ཉེ་དུ་མ་ཐོབ་པའི་གང་ཟག་དེ་ལ་སྒོ་མེད་བ་དང་སྒོ་གོ་བཞི་དེ་མེད་ཆགས་ཅེས་ཆགས་རེད་བསྐོར་བ། གསུངས་པར་བ།
ད་ད་ཐིག་འབྲི་བྱེད་གར་བཀོད་པ་རེད་ཟེར་ན།